ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་གཟུ་བོབ་ཡོངས་ལ་གུས་པ་སྨོན་པ་བརྟག་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། དེ་རིང་འདིའི་བཅར་ནི། ད་ཅིག་ཁ་བ་གངས་ཅན་བོད་དང་ཡུལ་སྲོལ་གོམས་གཤིས་ནི་གཅིག་པ་ན་འདྲེས་ངེས་ཀྱི། ཨིན་ཇིག་མི་རིགས་ཆ་ཚང་ལ་ཕན་ཐོགས་ཡོད་པའི་གནས་ཚུལ་ཁ་ཤས་ཅིག་དངོས་ཡོད་གནས། ལྟ་ཅི་དངོས་ཡོད་ཀྱི་ཐོག་ནས་ནི་དེ་ནས་མ་ལམ་དོན་གོ་རྟོགས་རྨོངས་པ་སེལ་ཡག་གི་སྐད་ཆ་ཁ་ཤས་ཅིག་ཞུས་པ་ཡིན་ན་རྣམ་པ་ཚོ་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གྱི་འདུག་ད་འདིའི་གནས་ཚུལ་འདི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་དཔེ་མི་སྲིད་པའི་ཤུགས་ཆེན་པོ་རེད་ད་འདི་འདྲ་བའི་གནས་ཚུལ་འདི་ང་ཚོས་མི་དམངས་ཀྱི་ངོས་ནས་ཡིན་ནའི་རེད་ལས་ཀ་བྱེད་མཁན་གྱི་ངོས་ནས་ཡིན་ནའི་རེད་ཡིན་ནའི་རྣམ་པ་ཚང་མས་འདི་ལ་དོ་སྣང་བྱེད་དགོས་ཡ་དེ་གལ་ཆེན་པོ་ཞེ་བོ་གཅིག་དང་ཡོ་བསྲང་གནང་དགོས་ཡ་དེ་མུ་མཐུད་ནས་མ་གནང་ཡིན་ན་མ་འོངས་པ་ལ་ང་ཚོ་ནི་ཅིག་རྨོངས་པའི། ཡུལ་ལ་གྱར་རྒྱུ་རང་ཡིན་པ་ཐེ་ཚོམ་ཡོད་མ་རེད། དེ་འདྲ་སོང་ཙང་དེ་རིང་འདི་ངས་ཅིག་བརྟག་དཔྱད་བརྒྱུད་རིམ་དངོས་ཡོད་ཀྱི་གནས་ཚུལ་དང་མཐུན་མ་མཐུན་གནས་སྟངས་མང་པོ་ཞིག་གི་སྒང་ནས་ཉམས་ཞིབ་བྱས་པའི་བརྒྱུད་རིམ་ཐོག་ནས་ངས་མ་ཞུ་བྱེད་ཀྱི་ཡོད་ཞུ་ཡ་ཡིན། ད་འོ་ན་འདི་ག་རེད་ཞུས་པ་ཡིན་ན་དང་པོ་རྣམ་པ་ཚོ་འདི་གང་མང་མང་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན། ད་ངའི་རེ་བ་དེ་དུས་ད་རྣམ་པ་ཀུན་ཏུ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་འཕྲོད་བསྟེན་དང་འབྲེལ་བའི་ཨེ་ནི་ཅིག་ཡོད་སྲོལ་གོམས་ཤིང་སྡུག་ཅག་ཡོད་པ་དེ་ངས་ཨེ་ནི་ཕ་དག་སྟེར་བྱེད་ཡག་དང་དེ་ལས་ཕག་ཐར་ཐབས་དང་དེ་གི་བྱེད་སྟངས་བྱེད་ལུགས་ལ་ལམ་སྟོནའམ་གསལ་བཤད། ལོག་རྟོག་སེལ་ཡག་གི་གནས་ཚུལ་སྤེལ་ཡག་དེ་ང་རང་གི་གཙོ་བོ་འགན་འཁྱེར་ནས་བྱེད་ཀྱི་ཡོད་འདི་ཡང་མི་ལ་ཕན་ཡག་དང་སྤྱི་ཚོགས་བཅས་ཀྱི་རྨོངས་པ་སེལ་ཡག་བྱེད་དུ་ཞུགས་ཀྱི་ཡོད་དུས་རྩ་ནས་རྣམ་པ་ཚོ་འདི་ལ་རྒྱབ་སྐྱོར་གནང་རོགས་གནང་རྣམ་པ་ཚོ་འདི་ལ་དཔྱད་པ་གནང་རོགས་གནང་ཞུ་ཡག་ཡིན་ད་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་སླེབས་ཡོད་དུས་རྩ་ནས་དུས་རབས་བདུན་པ་བརྒྱད་པ་དགུ་པ་བཅུ་པ་བཅུ་གཅིག་ལ་སོགས་པའི་རྨོངས་དད་འདི་ནས། གང་ལ་གང་འཚམས་ཞིག་མང་མ་ཐོན་པ་ཡིན་ན་ང་ཚོ་དུས་དང་རྣམ་པ་ཀུན་ཏུ་རྨོངས་པའི་ཡུལ་སུ་ལྷག་རྒྱུ་རང་རེད་འདྲ་སོང་ཙང་དེ་རྣམ་པ་ཚོ་དང་པོ་ཐུགས་ལ་བཞག་ཡ་བྱས། ད་འོ་ན་ངས་བཤད་དགོས་ཡ་དེ་ག་རེད་ཞུས་པ་ཡིན་ན་ད་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ལྷ་པ། མོ་པ། གྲ་པ། ཟ་མོ་རྒྱག་སྟངས་ཀྱི་གཅིག་མོ་པ་ཟེར་བ། མོ་གི་བརྒྱུད་རིམ་ཤུགས་ཆེན་པོ་ཞོལ་གྱི་ཡོག་རེད། འདིའི་ཐོག་ནས་ནི་གནས་ཚུལ་ཁ་ཤས་ཞུ་བ་ཡིན་ན་སྤྱི་ཚོགས་སྤྱི་ལ་ཕན་ཐོག་ཡོང་གི་རེད་རྣམ་པ་ཚོ་མོ་རྒྱ་ངན་ཚོ་ཡིན་ནའི་རྣམ་པ་ཚོ་གི་ཅིག་དམིགས་ཡུལ་ངོ་མ་དེ་གཞན་ལ་ཕན་ཡག་གི་ཆེད་དུ་ཡིན་དུས་ད་ནི་དེ་འདྲ་བའི་ཕན་ཡག་གི་རླབས་དེ་ཆེ་རུ་འགྲོ་གི་རེད་ཨེ་ནི་ང་ཚོ་སྨན་པ་ལ་ཡིན་ནའི་ནི་ཅིག་སྨན་བཅོས་བྱེད་བདེ་པོ་ཞུ་བྱུང་གི་རེད་ནད་པ་ལ་ཡིན་ནའི་ནི་ཕན་ཐོག་ཆེ་ཡོང་གི་འདུག་ཟེར་བ་དེ་ཞུ་འདོད་བྱུང་སོང། ད་འོ་ན་མོ་ཟེར་ཡག་དེ་ག་དུས་རྒྱག་གི་རེད་པས་དང་པོར་བ་མོ་ཟེར་ཡག་དེ་ཨེ་ནི་ཅིག་ཨ་ཆེ། འུ་ཐུག། ནད་སྣ་ཚགས་ཀྱིས་བཟི། ཨ་ནི་སྨན་བཅོས་བྱས་ནས་ཐར་ཐབས་མེད་པ་ལ་སོགས་པ་འདི་འདྲའི་གི་སྐབས་ལ་མོ་རྒྱག་གི་ཡོད་རེད། ཡང་སོ་སོ་ལས་དོན་བཟང་པོ་ཅིག་སྒྲུབ་པའི་སྐབས་ལ་མོ་རྒྱག་གི་ཡོད་རེད་དེ་འདྲ་སོང་ཙང་གང་ལྟར་ཡང་ལས་དོན་བཟང་ང་དང་ངན་པ་སྡུག་ག་ག་རེ་བྱུང་པ་ཡིན་ནའི་མང་པོ་ཅིག་གི་འདི་ལ་མོ་ལ་ཡིད་ཆེས་བྱེད་པ་དང་མོ་ལ་དད་པ་བྱེད་ནི་རྗེས་སུ་འཇུག་གི་ཡོད་རེད་དེ་ཡང་འོས་ཤིང་འཚམས་པ་ཅིག་རེད་མོ་ཟེར་ཡག་འདི་སྒུག་གི་ཡོད་རེད། ཡིན་ནའི་མོ་གི། མོ་ལ་ཡིད་ཆེས་བྱེད་ཡ་དང་དད་པ་བྱེད་ཡ་དེ་ས་མཚམས་ཀྱི་གོ་གི་ཡོད་རེད་མ་གཏོགས་ཨེ་འགྲིག་དད་པ་བྱེད་རྐྱང་དང་ཡིད་ཆེས་བྱེད་རྐྱང་བྱ་བའི་ནི་འགྲིག་གི་ཡོད་མ་རེད་དེ་གཅིག་ཞུ་འདོད་བྱུང་སོང། ཨེ་ནི་དེ་ནས་འོ་ན་མོ་པ་དང་ལྷ་པ་དང་སྐྲ་པ་ཚོ་གི་ཨེ་ནི་དགོངས་པ་ག་རེ་བཞེས་དགོས་གི་ཡོད་རེད། ཨེ་ནི་མོ་རྒྱག་སྟངས་དེ་ལས་རིམ་པ་མང་པོ་འབྱོར་རེད་ད་ཅིག། ལྷ་མོ་རྒྱལ་རྩིས་བཏང་ནས་མོ་རྒྱག་ཡོད་རེད། ཤོ་ཀྲོག་ཀྲོག་ཤོ་ཀྲོག་ནས་མོ་རྒྱག་ཡོད་རེད། འཕྲེད་ང་བཏང་ནས་མོ་རྒྱག་ཡོད་རེད། མེ་ལོང་ལ་བཏང་ནས་མོ་རྒྱག་ཡོད་རེད། ཨེ་ནི་ཡང་ཅིག། ཡི་གེ་མིང་དེ་འདྲ་འདི་ནང་བླུགས་ནས་མོ་རྒྱག་ཡོད་རེད་ད་མོ་རྒྱག་སྟངས་རིམ་པ་མང་པོ་འབྱོར་རེད་གང་ལྟར་ཡང། ཨེ་ནི་མོ་ཟེར་ཡ་དེ་ག་རེད། ཨེ་ནི་ཅིག། མི་ཅིག་གིས་བྱ་བ་བཟང་པོ་ཅིག་སྒྲུབ་ཀྱི་ཡོད་ནི་རེད་བྱ་བ་ངན་པ་ཅིག་ལས་ཐར་ཐབས་བྱེད་ཀྱི་ཡོད་པ་ཡིན་ནི་རེད་ཨེ་ནི་འདི་ལ་སོ་སོ་གིས་ཨེ་ནི་ཅིག། སྐྱབས་རོགས་དང་དཔུང་རོགས་དང་སོ་སོའི་ལས་དོན་འདི་ལ་ཨེན་ཅིག་ཚ་ཚུགས་པོ་ཡོང་ཡག་ལ་ཨེན་སོ་སོའི་སེམས་ཁམས་ལ་སེམས་ཤུགས་འཕར་མ་སྤྲད་ཡག་གི་ད་ཅིག་ཐབས་ལམ་ཅིག་གི་ཆགས་ཡོད་རེད། དེ་ཡང་དགོས་ངེས་ཅན་ཞིག་རེད་ཨེན་ཅིག། ང་ཚོ་གང་ཟག་ཚང་མའི་རྒྱུད་ལ་རྣམ་རྟོག་ཟེར་ཡག་ཡོད་པའི་ཞུ་གུ་ལ་འདི་གོ་གི་ཡོད་རེད་ད་ག་ནང་བཞིན་ང་རང་ཚོ་འཇིག་རྟེན་པའི་ཤོད་སྲོལ་བྱས་པས་ན་དཀར་ཕྱོགས་སྐྱོང་བའི་ལྷ་དང་ཨེན་ཅིག་ནག་ཕྱོགས་ཀྱི་ལྷ་གཉིས་ཞེས་པ་གོ་རེད་བ། འདི་ལ་ག་རེ་ཨེན་ཅིག་གིས

ད་འོ་ན། མོ་རྒྱག་དུས་ས་མཚམས་དེ་ག་རེ་དགོས་དོན་སང་གི་དུས་ཚོད་ལ་ཡིན་ན་རྔན་མ་ཡིན་ན་མོ་བ་ཟེར་མཁན་དེ་ཚོ་མང་པོ་ཆོས་ཡག་པོ་ཤེས་ཀྱི་ཡོད་རེད་ཉམས་ལེན་ཡག་པོ་ཡོད་རེད་ཨེ་ནི་འཕྲོད་བསྟེན་གྱི་སྒང་ལ་སྨན་དང་དེ་འདྲའི་ན་ཚའི་སྐོར་ལ་དཔེ་མི་ཡག་པོ་ཡོད་རེད། ད་དོན་སང་གི་མོ་བ་དེ་ཚོས་ག་རེ་བྱེད་ཀྱི་ཡོད་རེད་འཕྲོད་བསྟེན་གྱི་སྒང་ལ་ཁོ་ཚོ་གང་དགོས་ཤེས་ཀྱི་ཡོད་མ་རེད་ད་ག་ཚོད་ཅིག་བླུན་པོ་རེད་ཁྲི་པ་རེད་ཟེར་ཡ་ཙམ་གྱིས་མ་གཏོགས། མོ་བ་ཚོ་གིས་ས་མཚམས་དེ་ག་རེ་བྱའོ་ཟེར་ན། མོ་རྒྱག་མཁན་གྱི་གང་ཟག་དེ་ལ་ག་རེ་འདུག་ལྟ་འོ་རེད། ཁོ་རང་ལ་གནོད་པ་ག་རེ་འདུག Negative Energy། ནག་ཕྱོགས་ཀྱི་གདོན་གྱི་ཀུན་བཏགས་གདོན་གྱི་གནོད་པ་ག་རེ་འདུག་ད་གདོན་འདི་ལ་ལྷག་གི་ཡོང་སྲིད་ཀྱི་རེད་ལུག་གི་ཡོང་སྲིད་ཀྱི་རེད་བཙན་གྱི་ཡོང་སྲིད་ཀྱི་རེད་རྒྱལ་པོ་ཡོང་སྲིད་ཀྱི་རེད་གསོན་འཁྲིག་གི་ཡོང་སྲིད་ཀྱི་རེད་ཤན་འཁྲིག་གི་ཡོང་སྲིད་ཀྱི་རེད་ད་གདོན་འདི་ལ་རིགས་མི་འདྲ་མང་པོ་ཞོ་ཞོ་རེད་དེ་འདྲ་བའི་གདོན་འདི་ག་ནས་བྱུང་འདོད་གདོན་འདི་ལ་བཅོས་ཐབས་ཀྱི་ཐབས་ལམ་ག་རེ་ག་རེ་འདོད་འོ་འདི། ངེས་པར་དུ་གསལ་བཤད་ཡག་པོ་ཅིག་བྱེད་དགོས་ཀྱི་ཡོད་རེད་འོ་ད་ཅིག། དྲུག་ཅུ་མ་གཡུག་དགོས་ཀྱི་འདུག་གས་སྒྲོལ་མ་སྟོན་དགོས་ཀྱི་འདུག་འདུ་ཁང་སྟོན་དགོས་ཀྱི་འདུག་རྒྱབ་གཞིས་བཏང་དགོས་ཀྱི་འདུག་བར་ཆད་ལམ་སེང་སྟོན་དགོས་ཀྱི་འདུག་འོ་འདི་འདྲའི་གི་ཅིག་ནད་ཕག་གི་དཔལ་འབྱོར་གི་གནས་བབ་ལ་གཞིགས་པས་ཨེ་ནས་ཅིག། འདི་ནང་ལོགས་ལ་ཕྱག་མཆུན་བུ་གཏོར་བཅོས་བྱེད་ཡ་འདི་རན་པོ་ཅིག་བྱས། ཚད་ལས་བརྒལ་བ་པདྨ་ཞོ་དངུལ་བཏང་གོ་ཡག་གི་དེ་འདྲས་བྱས་པ་ཡིན། ཨེ་ནས་ཡང་ཅིག་ཕ་རྒན་གྱི་མི་དེ་ཀང་ཀང་བཟོ་ཡག་རེད་པ་པགས་པ་བཞུ་ཡག་གི་ཐབས་ལམ་ཆགས་གི་ཡོད་རེད་དེ་འདྲ་སོང་ཙང་མོ་བག་གི་རྣམ་པ་སྣ་ཚོགས་ཀྱི་རྣམ་སྟངས་དེ་ཡང་འདི་ནས་ཀང་ཆེན་པོ་རེད་དེའི་ཀང་ལ་ད་ལྟ་ཕྱིས་སུ་དགེ་བཤེས་ལྷག་མཐོང་ལགས་ཀྱི་ཨེ་ནི་ཅིག། འདི་འདྲའི་གི་གནད་དོན་གསུངས་ཙང་དེ་ཚོ་དངོས་ཡོད་གནས་ཚུལ་རེད། དེ་འདྲ་སོང་ཙང་ཅིག་ཞོ་ཅིག་པགས་པ་ཞུ་ཡག་གི་དགོངས་པ་དེ་མ་ཤེས་པ་བྱས། ཨེ་ནི་ཕལ་ཆོལ་འདི་གི་དཔལ་འབྱོར་དང་མཐུན་པའི་ཐོག་ནས་ཨེ་ནི་འདི་ལ་ཕྱག་ཆུན་པོ་དང་གཏོར་བཅོལ་བྱེད་ཡག་གི་གནད་དོན་དེ་གསུང་དགོས་ཡག་དེ་གལ་ཆེན་པོ་རེད། ད་དེ་ནི་མོ་པ་ཚོགས་ཀྱིས་ག་རེ་གནང་དགོས་ཡག་རེད། འོ་ད་ཁྱེད་རང་ལ། ཨེ་ནི་རླུང་རེ་བཞག་མཁྲིས་པ་རེ་བཞག་ཨེ་ནི་བད་ཀན་རེ་བཞག་ཟེར་ཡག་གི་གནད་དོན་འདིའི་ཐོག་ནས་ཨེ་ནི་མོ་པ་ཚོ་གི་ས་མཚམས་ལས་བརྒལ་ཟེར་ཡག་དེ་འདི་ཆགས་ཀྱི་ཡོག་རེད། མོ་པ་ཚོ་གི་ས་མཚམས་ལས་རྩ་བ་ར་ནས་བརྒལ་རྒྱུ་ཡོག་མ་རེད་ད་ང་ཚ་ལ་དེ་གཅིག་གཉིས་མ་ཁུག་པའི་དཀའ་ངལ་དེ་འདྲའི་སྐྱ་སེར་ཕོ་མོ་མང་པོ་ཡོང་གི་རེད་ཨེ་ནི་མང་པོ་གཅིག་ཨ་ང་ལ་སྨན་པ་ལགས་ཀྱི་ང་ལ་མོ་པ་ལགས་ཀྱི་རླུང་རེ་བཞག་ཟེར་གྱི་འདུག་ཨེ་ནི་སྨན་པ་ཚ་ལ་རྒྱུགས་ཟེར་ཡག་ད་ང་ལ་མོ་པ་ལགས་ཀྱི་གྲང་གཞི་རེ་བཞག་ཟེར་གྱི་འདུག་སྨན་པ་ཚ་ལ་རྒྱུགས་ཟེར་དེ། མོ་བག་གི་ཕྱག་ལས་མ་རེད། མོ་བག་གི་ཕྱག་ལས་དེ་འོ་ཁྱེད་རང་ལ་གནོད་པ་འདི་དང་འདི་འདྲས་བྱས་པ་འདུག་ཨེ་འདི་དང་འདི་བྱས་པ་དོ་སྣང་བྱེད། ཨེ་ནི་སྨན་པ་སྟོན་ཞོ་སྨན་པས་ལབ་གི་རེད་ལབ་ཡིན་ན་ཡག་པོ་ཡོག་རེད། ད་མོ་བག་ཚོགས་ཀྱི་བླུན་ངོ་རེ་བཞག་ལབ་ང་ཚོས་དེ་ལ་བལྟས་དུས་ད་ནི་མི་དེ་ལ་གདོན་གྱི་སྐྱོན་ཡོད་ཆེ་གདོན་གྱི་གནོད་པ་ཨེ་ནི་ང་ཚོས་ཅིག་ལ་ནི་ཁོ་སྙིང་རྗེ་ནད་པ་དེ་ར་བཟི་ནས་མགོ་བོ་འཐོམས་ནས།

དེ་འདྲ་སོང་ཙང་ནི་ས་མཚམས་དབྱེ་འབྱེད་བྱེད་ཡག་སྟེ་མོ་བག་གི་ངེས་ནས་ཡིན་ནས་དབྱེ་བ་འདི་བསམ་བློ་གཏང་དགོས་བ་རེད་ཨེ་ནས་ཀྱི་མོ་རྒྱག་སའི་ཡུལ་དེ་གི་གང་ཟག་ངོས་ནས་ཡིན་ནས་ཨེ་ནས་སོ་སོ་གི་ས་མཚམས་དེ་མ་བརྒལ་བ་ཅིག་བྱེད་དགོས་ཡ་དེ་གལ་ཆེན་པོ་རེད་འོ་འདི་ནི་ཡིན་གཅིག་མིན་གཅིག་གནང་དགོས་ཡ་དེ་གལ་ཆེན་པོ་ཞོད་ཅིག་ཆགས་ཀི་ཡོད་རེད་ཨེ་ནས་ད་འོ་ན་མོ་བག་ཙང་ལ་འགྲོ་དགོས་ཡ་གི་གནད་དོན་མང་ཆེ་གཉིད་མ་ཁུག་པའི་དཀའ་ངལ། ན་ཚ་གང་ཞིག་སྨན་བཅོས་ག་ཚོད་བྱས་ནས་མ་དྲག་པའི་དཀའ་ངལ་དེ་འདྲའི་སྒང་ལ་ཡོང་དགོས་དུས་ཙམ་ནས་འགྲོ་དགོས་དུས་ཙམ་ནས་ད་འདི་ལ་དོ་སྣང་བྱེད་དགོས་ཡ་ཁ་བཤད་ཞོར་རེད་ང་རང་ཚོ་སྤྱི་ཚོགས་ཀྱི། སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་བོད་པའི་སྤྱི་ཚོགས་དང་བོད་པ་དང་གཅིག་པའི་རིག་གཞུང་གཅིག་པའི་འདིའི་ནང་ལོགས་ལ་ཨེ་ན་དཀའ་བཤད་ཞོར་རེད་དཀའ། ལོ་འཁོར་བཅུ་གཉིས་ནང་འོག་ནས་ལོ་བཅོ་གསུམ་དེ་རྐང་འཁེལ་དགོས་བར་དེ་འདྲ་སོང་ན་ལོ་བཅོ་གསུམ། ལོ་ཉི་ཤུ་རྩ་གསུམ། ཉི་ཤུ་རྩ་དྲུག། སུམ་ཅུ་སོ་དགུ། འོ་དེ་ཚང་མ་རྐང་རེད་པ། དེ་འདྲ་སོང་ཙང་རྐང་ཟེར་དུས་ལོ་བཅོ་གསུམ་ཁོ་རང་ལ་བསམ་སྟངས་བསྡད་རྒྱུ་ཡོད་མ་རེད། རྐང་དེ་ལ་ལོ། ཞག་ལོ་འཁོར་བཅུ་གཉིས་ཀྱི་ནང་ལོག་ནས་ལོ་གསུམ་དོག་པོ་ཡོང་གི་རེད། མི་ཚང་མར་དོག་པོ་ཡོང་གི་མ་རེད། ད་སྐག་གི་སྔོན་ལོ་བཅུ་གཉིས་དེ་ལ་སྐག་གི་སྐག་མགོ་ཟེར་སྐག་གི་མགོ་སྐག་མགོ། ལོ་བཅུ་གཉིས་བཅུ་གསུམ་དེ་ལ་སྐག་ལོ། ལོ་བཅུ་བཞི་དེ་ལ་སྐག་བཟློག་པའི་ལོ་སྐག་བཟློག། ཨོ་འདི་ཤེས་དགོས་པ་རེད། འདི་བཞི་ཀ་ལ་ཁྱེད་རང་ལ་དོགས་པ་ཡོང་སྲིད་ཀྱི་རེད། དེ་འདྲ་སོང་ཙང། ནམ་རྒྱུན་དུ། ཨེ་ནི་ཅིག། དེ་དུས་དོགས་པ་གར་བྱས་ནས་ཡོང་གི་རེད་པས་ཞུས་པ་ཡིན་ན། དེ་དུས་དོགས་པ་དེ་ད་ཁྱེད་རང་ལས་ཀ་གལ་ཆེན་པོ་ཅིག་བྱེད་པའི་སྐབས། ཨེ་ནི་ལོ་བཅུ་གཅིག་བཅུ་གཉིས་བཅུ་གསུམ་ཅིག་ཞིག་ཁེལ་གྱི་ཡོད་པ་ཡིན་ན། ཨེ་ནི་འཛིན་གྲྭ་བཅུ་གཉིས་དང་དེ་འདྲའི་ཚོན་པ་དང་ཅིག་ལས་དོན་གལ་ཆེན་པོ་བྱེད་དོན་ཨེ་ནི་ཁྱེད་རང་གི་ལས་དོན་འདི་ལ་བསམ་བློ་བཏང་ཡག་མང་དྲགས་ཨེ་ནི་འཕྲོད་བསྟེན་དང་ཟོག་པོ་གི་གཟུངས་གཞུག་ལ་བསམ་བློ་བཏང་ཡག་ཉུང་དྲགས་ཨེ་འདི་འདྲས་ཀྱི་དབང་གིས་ཟོག་པོའི་ནང་གཟུངས་ཞུགས་ཉམས་ཨེ་ནས་ང་རང་ཚོ་མ་སོང་ནས་དཀར་ཕྱོགས་སྐྱོང་བའི་ལྷ་ཉམས་ཨེ Negative Energy དེ་ཕར Positive Energy དེ་མར་ཞུམ་འདི་འདྲས་ཀྱི་སྐབས་ལ་ཨེ་ནས་ཁྱེད་རང་ལ་བར་རྗེས་ཟེར་ཡག་དེ་འདི་འདྲས་བཟོས་དགོས་བ་རེད་འོ་དེ་རེད་དེ་འདྲ་སོང་ཙང་ལོ་བཅུ་གཉིས་བཅོ་གསུམ་བཅུ་བཞི་དེ་ཆ་ཚང་ལ་ཡོང་ཡས་ཁྱབ་པ་ཡོད་མར་མི་ཚང་མ་ལ་མི་རེ་དང་རེ་གསུམ་ལ་ཡོང་གི་རེད་དེ་ཡང་སོ་སོའི་ལས་དོན་བྱེད་ཕྱོགས་དང་སོ་སོའི་ཟོག་པོ་བཏང་རྐྱང་བྱེད་རྐྱང་གི། གནས་སྟངས་དང་འབྲེལ་བ་ཡོད་པ་ཆགས་ཀྱི་རེད། ད་ག་ན་ཤི་ལོ་ཉི་ཤུ་རྩེ་ལྔ་རྩེ་དྲུག་རྩ་བདུན་འདི་ལ་ཡིན་ཏེ་དོགས་པོ་ཡོང་གི་རེད། འདི་ང་ཚོ་རྣམ་པ་ཚང་མས་མཁྱེན་དགོས་ཏེ་གལ་ཆེན་པོ་ཤོས་གཅིག་ཆགས་ཡོད་རེད། ལོ་བཅུ་གཉིས་བཅུ་གསུམ་བཅུ་བཞི་འདི་ལ་བའི་ལོ་ཉི་ཤུ་རྩ་དྲུག་རྩ་བདུན་རྩེ་ལྔ་དེ་ཚོ་ལས་རྣམ་པ་ཚོ་གི་སྐབས་རེ་རླུང་རྟ་བཏང་ཡག་དང་དེ་ཚོ་གནང་དགོས་ཡག་དེ་གལ་ཆེན་པོ་རེད། གཅིག་སྒྲོལ་མ་སྟོན་ཡག་དང་དགོན་པ་ཁག་ལ་གཅིག། ཅིག་ཞབས་བརྟན་ཞེས་ཡང་དེ་ཕུལ་དགོས་ཡ་དེ་ལྷག་པར་དུ་ལས་དོན་གལ་ཆེན་པོ་ཅིག་བྱེད་པའི་སྐབས་ལ་དེ་ཚོ་ཕུལ་དགོས་ཡ་དེ་དཔེ་གལ་ཆེན་པོ་འདི་དང་འབྲེལ་བའི་སོ་སོའི་ལོགས་ཀྱི་བཀག་གི་དོད་ཚོད་འདི་གླེགས་ཀྱི་འདོད་མི་འདོད་བཀག་གི་བཀག་མགོ་བཀག་ལོ་བཀག་ཏོག་ཟེར་ཡ་འདི་གླེགས་ཀྱི་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་དོ་སྣང་གནང་དགོས་ཀྱི་ཡོད་རེད་ཞུ་ཡ་ཡིན། དེ་འདྲ་སོང་ཙང་ད་ངས་བཤད་དགོས་ཡ་གཙོ་བོ་འདི་ག་རེད། ལྷ་པ། མོ་པ། སྐྲ་པ་ཚོ་གིས་རང་གི་ས་མཚམས་འདི་ལས་མ་བརྒལ་བ་ཅིག་གནང་རོགས་གནང་གཅིག་དེ་རེད། ཁྱེད་རང་ཚོ་གིས་མོ་སྐྱབས་ངན་གྱི་མི་དེ་ལ་ཁྱོད་རང་རླུང་རེད་མཁྲིས་པ་རེད་གྲིབ་རེད་ཁྲག་རེད་ཟེར་ཏེ་མ་གསུང་བྱས་ཁོ་རང་ལ་འདི་དང་འབྲེལ་བའི་རླུང་མཁྲིས་བད་ཀན་དང་འབྲེལ་བའི་གདོན་གྱི་གནོད་པ་ཡོང་གི་ཡོད་རེད། ཨོ་བདེ་འདུ་ལ་དོན་གྱི་སྤྱོད་དེ་གར་བྱེད་དགོས་དཔེར་ན་རླུང་གི་གནད་ལ་དཀོར་བདག་རྒྱལ་པོས་སྣོད་བསྲུང་ཡོག་རེད་ཨོ་ན་རྒྱལ་པོ་དང་བཙན་དང་བདེ་འདུ་ལ་ཨེ་ནས་ཅིག་ཆང་ཆུང་པོ་བྱེད་དགོས་ཀྱི་འདུག་བཙན་གསོལ་དགོས་ཀྱི་འདུག་ཟེར་ཡག་འདི་འདྲས་ཀྱི་མོ་རྣམས་ལ་དོན་ཡོང་གི་རེད་ཨོ་འདི་གསལ་པོ་ཅིག་གསུང་དགོས་ཡག་འདི་གལ་ཆེན་པོ་རེད། ཨེ་ནས་མོ་པ་ཚོ་གིས་ཨེ་ནས་ཅིག་དངོས་གནས་ཀྱི་དབུལ་ཕོངས་ཉམ་ཐག་འདི་འདྲས་ཡོད་པ་ཡིན་ན་ཚད་ལས་བརྒལ་པའི་ཞབས་རིམ་དཔེ་དེ་ཁྲི་ཁྲི་འགྲོ་ཡག་འདི་འདྲས་མ་གནང་ཆེད་ཞབས་རིམ་བསྡུས་དུས་སྒོར་མོ་སྟོང་ཕྲག་གཅིག་གཉིས་ཨོ་འདི་འདྲས་ཀྱི་སླེབས་པ་ལ་ཨེ་ནས་ཅིག། ཕན་ཐོགས་ཆེན་པོ་ཡོད་པའི་ཞབས་རིམ་དེ་ཚོ་བྱེད་དགོས་ཀྱི་འདུག་གསུངས་ཡིན་ན་བོད་ཆོལ་འདི་ལས་ཕན་པ་ཅིག་ཁོ་རང་གི་སོ་སོའི་རིག་གཞུང་འདི་ལས་ཡིད་ཆེས་དང་དད་པ་ཤུགས་ཆེ་རུ་འགྲོ་ཡ། འོ་དེ་མ་གཏོགས་གཞན་དོན་བཟང་གི་དོལ་ཚོད་ལ་ང་ཚོ་གནས་ཚུལ་ཁ་ཤས་ཅིག་གང་ལ་སླེབས་ཡོང་དུས་དང་སྒོར་མོ་ཁྲི་ཁྲི་སྤོག་རང་ཞབས་རིམ་ལ་བྱས་ན་ཙ་ནི་ཕན་ཡག་མེད་པ་དཀའ་ངལ་དེ་དུས་དང་དེ་འདྲ་བའི་དེ་ཚོ་ལ་ཅིག་ཞིམ་པ་ལོག་ཡ། དད་པ་ལོག་ཡ། ཡིད་ཆེས་ལག་ཡ། འོ་འདི་བྱུང་བ་ཡིན་ན་ནོར་གི་ཡོད་དེ་འདྲ་སོང་ཙང་མོ་བ་ཚོ་ལས་འགན་ཆེན་པོ་ཡོད་རེད་ཨེ་ནས་ཅིག་མི་མང་ལ་ཡིན་ནས་འགན་ཆེན་པོ་ཡོད་རེད་སྤྱི་ཚོགས་ཀྱི་ཡིན་ནས་དེ་ཚོ་ལ་འགན་ཁེ་དགོས་ཀྱི་ཡོད་རེད་འདི་འདྲ་སོང་ཙང་ང་རང་ཚོ་ཚང་མས་སོ་སོའི་བྱ་བ་འདི་ལ་རིག་གཞུང་དང་མི་རིགས་ཀྱི་ཨེ་ནས་ཅིག་ཆེ་མཐོང་བ་མ་ལག་ཡག་གི་འགན་ཁེ་དགོས་ཡ། ཨེ་ནས་དེ་འདྲ་བའི་བྱ་བ་འདི་ལ་སོ་སོ་གི་བྱས་པ་འདི། དོན་དམ་པར་ཕན་ཡག་དང་ཡིད་ཆེས་རྒྱ་ཆེར་འགྲོ་ཡག་གི་འགན་གྱི་སྒོ་ཡག་ནད་པ་དང་ཉམ་ཐག་དོ་བདག་གི་ངོས་ནས་གང་འདྲ་ཅིག་བཟའ་ལ་འགྲོ་དགོས་ཀྱི་ཡོད་མེད་དེ་ཡང་སོ་སོ་གི་ཡག་པོ་བྱིན་བརྟག་དགོས་ཀྱི་ཡོད་རེད་ཞུ་ཡག་ཡིན་དེ་འདྲ་སོང་ཙང་དེ་རིང་གུས་པས་བཤད་དགོས་ཡག་གི་གནས་ཚུལ་འདི། ཨེ། འདི་ནས་མ་དོན་དག་མང་པོ་ཅིག་དེབ་གཅིག་ལ་རྣམ་པ་ཚོ་ལ་ཕུལ་ཡོད། འདི་གིས་རྣམ་པ་ཚོ་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་རྣམ་པ་ཚོ་དཔྱད་པ་ཡག་པོ་ཅིག་གནང་དང་ད་ག་རང་རེད་དུས་རབས་ཉི་ཤུ་རྩེ་གཅིག་ཟེར་སླད་དུས་རང་ཚོས་རྨོངས་དད་ཞེ་བོ་ཞིག་བྱེད་ཡག་ཡོད་མ་རེད་ཨེ། གཅིག་བརྒྱ་ཆ་མོ་པག་གི་ནང་ལོག་ནས་བརྒྱ་ཆ་བཅུ་ཐམ་པ་མོག་གི་བརྒྱུད་རིམ་ནང་ལོག་ལ་དོན་དང་ལྡན་པ་ཡོང་གི་རེད་བརྒྱ་ཆ་དགུ་བཅུ་ཙམ་ཅིག་ཨེ་ནི་རྣམ་རྟོག་དང་དེ་འདྲའི་གི་བཟོས་ནས་ཡོང་གི་ཡོད་རེད་དེ་བརྒྱ་ཆ་བཅུ་དེ་ནུས་པ་ཤུགས་ཆེན་པོ་ཤོར་ཅིག་རེད་ཡང་མང་པོ་ཅིག་གིས་འདི་མ་མཐོང་བའི་རྒྱུ་མཚན་གྱིས་དེ་ཚོ་རྨོངས་དད་རེད་ཟེར་གི་རེད་མ་མཐོང་ན་ཨེ་ནས་ཀྱི་རྨོངས་དད་རེད་ཟེར་ཡག་ཡོད་མ་རེད་ང་རང་ཚོ་གི་སེམས་ཀྱི་རྒྱུད་ཀྱི་སེམས་ཤུགས་ཀྱི་ནུས་པ་འདི་ལ་ཨེ་ནས་སུ་གཅིག་གི་ཐུགས་མགོ་མ་རེད་དེ་དང་འབྲེལ་བ་ཡོད་པའི་ཨེ་ནས་གནད་དོན་འམ་ཅིག་ལས་དོན་ཅིག་ཆགས་ཀྱི་ཡོད་རེད་ཞུ་ཡག་ཡིན་ཨེ་ནས་རྣམ་པ་ཚོ་འདི་གང་མང་མང་བརྒྱུད་སྐུལ་གནང་རོགས་གནང་མོན་པ་རྟ་རག་གི་ངོས་ནས་སྤྱི་ཚོགས་ཀྱི། རྨོངས་པ་བསད་ཡག་དང་འཕྲོད་བསྟེན་དང་རང་མི་རིགས་ཀྱི་རིག་གཞུང་ཆེ་ཕྲ་ཆུང་གསུམ་ཚང་མ་ལ་ཡིད་ཆེས་དང་ཨེན་ཅིག་བློས་འགེལ་ཤུགས་ཆེར་འགྲོ་ཡག་གི་ལས་དོན་འདི་དང་འདིའི་རིགས་གང་མང་མང་ཕུལ་འཇོག་ཞུ་ཡག་ཡིན་དོགས་ཅི་ཆེ།